བདེ་ལེགས་ཡ། བླ་མ་རྗེ་བཙུན་ཆོས་རྒྱལ་མཚན་གྱི་འདུལ་བ་ཞིག་ནས་མཚན་ཉིད་བཞག་ཡོང་དུས། གཙོ་བོ། དཀྲིས་པའི་ནད་སེལ་ཕྱིར་དུ་འདུལ་བའི་རིས་སུ་གནས་པ་ཡང་ཡིན། སྤྱི་བསྟན་དགེ་སློང་གི་སྔ་དྲོའི་དུས་ཁོ་ན་བསྟན་པར་བྱ་བའི་རིས་སུ་གནས་པ་ཡང་ཡིན་པས་ཤིན་ཐབས་མ་དམིགས་པ་དུས་རུང་གི་སྨན་གྱི་མཚན་ཉིད། དེ་སྤྲིན་ནད་སེལ་བའི་མེ། ད་གཙང་པ་ཟེར་ཡ་འདྲ་བོ་ད་ང་རང་ཚོ་བོད་ལ་ད་གཙང་པ་དེ་ཡོད་རེད་པ་དེ་གཙང་པ་དེ་མགོ་དང་པོ་ཤེས་དགོས་ག་ང་ཚོ་བོད་ཀྱི་ཆེ་ཤོས་ཐུང་ངུ་མ་ཡིན་པའི་གོ་ར་ཟེར་རེད་དེ་ཡིན་པ་སོང་ཙང་གཙང་པ་ད་དེ་ནས་དེ་བ་ར་བ་ར་ད་བ་ལ་ཡ་ད་འདྲའི་བྲོ་ཤེས་ཟེར་ཡ་འདྲ་བོ་ད་དེ་འདྲའི་གི་རིགས་དུ་སུའི་རིགས་རིགས་དེ་ཤ་དུ་སུའི་གྲས་དེ་ཡོད་རེད་དཔེར་ན་དུས་རིང་གི་སྨད་ལ་ཡ་བཟའ་བ་ལྔ་བཅའ་བ་ལྔ། བཟའ་བ་སྔགས་ཀྱི་ནང་ལ་ཟན་སྒྲོན། ཟན། པའོ། དེ་རེད། དེ་ནས་འབྲས་ཟན། མྱ་ཤ། ཤ། སྣུམ་ཁུར། འོ། དེ་སུ་དེ་ལྔ་པོ་དེ་བཟའ་བ་སྔགས་རེད། ཡི་གེ། གནང་ཡོད་རེད་མྱ་ཤ་དང་ཤ་དེ་ཡང་གནང་ཡོད་རེད། ད་ང་ཚོ་དེང་སང་གི་དུས་ཚོད་ལ་ཡ་ཤ་གི་རྙོག་དྲ་ཞིབ་ཅིག་བཤད་ནས། དེ་འདྲ་ཞིག་ནས་བསྡད་ཡོད་རེད་མ་གཏོགས་ཨ་ནི་སྔོན་ཆད་ཡིན་ན་ཁོ་རང་གཞུང་ལུགས་དང་མཐུན་པའི་སྐད་ཆ་བཤད་ན་ཤ་ལ་ཡ་གནང་བ་དང་མི་གནང་བ་གཉིས་ཡོད་རེད། ཨ་ནི། མཐོང་བ་དང་ཐོས་པ་དང་དོགས་པའི་གནས་སུ་གྱུར་པ། རེ་བ་རྣམ་གསུམ་དག་པའི་ཤ་ཟ་ལབ་དུས་མཐོང་ཐོས་དོགས་གསུམ་གས་རང་གི་ཆེད་དུ་སྲོག་ཆགས་དེ་བསད་ནས་ཤ་བཙོས་ཁུལ་ཡོང་བ་ཡིན་པ་དེ་མཐོང་ཐོས་དོགས་གསུམ་གྱི་གནས་སུ་གྱུར་པ་ཡིན་ན་ད་བཟའ་བ་མི་བཞག་སོང་གནང་ཡོད་མ་རེད། རྩ་བ་ཉིད་ནས་གནང་ཡོད་མ་རེད། འོན་ཏེ་འགྲེལ་བཤད་དུས་དང་མཐོང་དུས་དོགས་ཟོན་ལ་རྒྱག་དགོས་རེད་མ་གཏོགས་ན་ནི་པ་རག་ཅིག་ལ་འགྲེལ་བཤད་དེ་འདྲས་རྒྱག་གི་འདུག་ཅིག། རྣམ་གསུམ་དག་པའི་ཤག་གི་དོན་དག་ག་རེ་རེད་ཟེར་ལབ་དུས་གོང་ལ། ཨ་ནི་གྲོང་ཁྱེར་ལ་མ་ཚོང་ནས་གྲོང་ཚོའི་ནང་ལ་ཁེལ་ཡོང་རེད་ཟེར། གྲོང་ཚོ་ལ་མ་ཚོང་ནས་ཁྱིམ་ཚང་གི་ནང་ལ་ཁེལ་ཡོང། ཁྱིམ་ཚང་ལ་མ་ཚོང་ནས་དེ་ནི་མ་ཁེལ་ཡོང་རྒྱུ་དེ་ཚོ་ད་རྣམ་གསུམ་དག་པའི་ཤག་རེད་ཟེར་ལབ་ཅིག་དེ་འདྲས་ཤིག་ནི་ལབ་བསྡད་ཀྱི་འདུག་ད་གཞུང་ལུགས་མེད་ན་ག་རེ་ཡིན་ན་ད་ཁོས་ལབ་ཆུག་ཆུག་རོགས་ཀྱིས་འདུག་ཨ་ད་གཞུང་ལུགས་མེད་ཚར་དུས་གོང་ལ་སྙིང་རྗེ། ཨཱ་ནི། དེ་དུས་ག་བ་རེ་བགྲོ་གླེང་ཅིག་འཚོགས་བའི་སྐབས་ལ་ཡ། ཨཱ་ནི། ཤ་ཟ་ན་སྡུག་ཅག་ཞིག་པོ་རེད་ཟེར་ད་ལབ་ཆུག་ཆུག་ར་ཅིག་ཧ་ལམ་ཡོད་པ་རེད་དེང་སང་གི་དུས་ཚོད་ལ་ཡ། ཤ་ཟ་ཚད་གང་ག་སྡུག་ཅག་རྩི་རྒྱུ་ཡོད་མེད་གང་ཞིག་དངོས་གནས་ཡིན་ད། གཞུང་ལུགས་ཁོ་རང་ལ་མ་བལྟས་ན། ཐེག་པ་ཆེ་ཤོས་འགའི་མདོ། དུས་ཚོད་ཀྱི་ནང་ལ་བལྟས་ན་རྒྱུ་མཚན་ལ་བལྟས་ན་གང་བྱས་ཀྱི་ཐོག་ནས་བལྟས་དུས་གོང་ལ་ཉེས་པ་ཡོད་ས་དང་ཉེས་པ་མེད་ས། དངོས་གནས་སྲོག་ལ་ཡ་གཟབ་གཟབ་བྱེད་དགོས་ས་དང་དེ་ནི་གཟབ་གཟབ་མ་བྱས་ན་ཁོ་རང་ཤི་བསྡད་ཡོད་ས། ཡང་མེད་ན་ཁོ་རང། སོས་ངན་གྱི་སོས་ཚ་དུས་གང་ལ་ལབ་མཁན། ཁོ་གཉིས་ཀར། དེ་ན་ལ་འབྲེལ་བ་སྤུ་ཚ་གཅིག་མེད་ངེས་ཀྱི་མི་གཅིག་ཁེལ་སོང་ན་དེ་ཁོ་ཤི་ཤ་ཟ་བ་འདྲ་བོ་འདྲ་བོ་ཅིག་རེད་མ་གཏོགས་པའི་གཞན་དག་གང་ཡང་མེད་པ་རེད་དེ་འདྲས་རེད་དེ་ཨ་ནི་བོད། ཤ་ཟ་མཁན་སུ་ཡིན་ན་སྐྱ་འགྲོ་མེད་པ་ཡིན་ད་ཟེ་ཁ་ཞེ་ཨར་ཆེན་པོ་རྒྱབ་ཆེ་དེ་འདྲས་སྣང་ངེས་བྱུང་སོང་བ་དེ་ཅི་ཙང། ཨ་ནི། སྐྱ་འགྲོ་མེད་མཁན་ཁྱེད་རང་ཡིན་པ་ཡིན་ན་ཁྱེད་རང་གྲྭ་པ་དང་པོ་འགྲོ་དུས་གང་ལ་ཤ་ཟ་གི་ཡོད་པས་ཟེ་ལབ་དུས་ཡོད་ཟེ་གི་འདུག་བ། ཁྱོད་རང་དང་པོ་གྲྭ་བ་འགྲོ་དུས་ཤིག་ལྕགས་འབྲུག་མེད་པ་ཆགས་ཏེ་འདུག་ཨ་ནི་ལྕགས་འབྲུག་མེད་ཟེར་ཏེ་འདམ་པ་བྱེད་གི་མ་རེད་ད་ཟེར་ད་གང་ལྟར་ང་དེ་ཁས་ལེན་གི་འདུག་ཟེར་ཨོ་རྒྱ་དེ་འདྲས་བྱེད་གི་འདུག་དེ་འདྲས་གནང་དེ་ངས་དེ་འདྲས་ད་དེ་ཁོ་ཆེ་ཐང་ཁོ་གཞུང་ལུགས་མེད་པ་དེ་ནས་ཡང་ཁོ་ཨར་འདྲ་བོ་ཆེན་པོ་ཅིག་རྒྱབ་ནས་རང་གི་འཚོ་བ་གི་ནང་ལ་ཅི་ཡི་ནང་འདྲ་ཅིག་ཤར་ཅིག་གླས་ཡོང་ངེས་གི་རེད་ཅིག་ད་ད་དེང་སང་འདྲ་བོ་ཡིན་ན་ད་ཤ་ཟ་མི་ཟ་གི་སྐད་ཆ་བཤད་ཡོང་དུས་ལ་རྒྱ་འདྲ་བོ་ཅིག་ཆགས་ཚར་འདུག་ཨ

དགེ་སློང་འགའ་ཞིག་ལ་ཡང་ཤ་ཡི་གསོད་དགོས་ཡག་གི་ན་ཚ་དེ་འདྲ་བྱུང་བའི་སྐབས་ལ། དེ་ནི་དགེ་བསྙེན་དད་པ་ཅན་དེ་འདྲས་བཏང་བྱས། དེ་ནས་ཚོང་ར་དང། ཤི་ར་ལ་སོགས་པ་ཁྲོམ་གྱི་ནང་ནས་ཤ་ཉོས་ཀྱིས་གསོ་བར་བྱའོ། ཁྱེད་རྣམ་པ་ཚང་མས་འདུལ་བ་གྱི་འགྲོ་སྟངས་ཤེས་ཀྱི་རེད། འདུལ་བའི་ནང་ལ། ནི། སྐྱིད་པ་སྐྱིད་ཆང་ཡིན་པ་ལ་སྣང་བ་མེད་མཁན་གྱི་ཆང་རེད། དེ་མ་གཏོགས་ཤ་ཡོད་མ་རེད། དེ་ནི་དེ་ལས་གཞན་པ་ལ་ཡང་སྣང་བ་ཡོད་ཕྱིན་ཆད། རང་བཞིན་གྱི་ཁ་ན་མ་ཐོ་བ་མ་ཡིན་པའི་ཆ་རེད། དེ་ལ་སྤྱོད་ན་རང་བཞིན་གྱི་ཁ་ན་མ་ཐོ་བ་མ་ཡིན་པའི་ཆ་རེད། ཨ་ནི། དཔེར་ན་གཞི་དེ་ལ་སྤྱོད་ན་རང་བཞིན་གྱི་ཁ་ན་མ་ཐོ་བ་འཇིག་པའི་བྱ་བ་ཅི་ཡིན་ཕྱིན་ཆད་དེ་ལ་འདུ་བའི་སྣང་ནི་གཏན་ནས་སྣང་བ་མེད་པ་རེད། དེ་སྔ་རང་ཚིག་སྒང་ལ་ཡོད་ར་བ་ཡི་གེ་བག་ཡངས་དང་འབྲེལ་བའི་སྐབས་དེ་ལ་ཡང་རང་བཞིན་གྱི་ཁ་ན་མ་ཐོ་བ་དེ་སྲོག་ལ་བག་ཀྱང་མི་སྣང་ཟེར་ལབ་ཡོད་རེད། དེ་ཡིན་པ་སོང་ཙང་འདོད་ཚུལ་གྱི་ནང་ལོགས་ལ་ཡ། དགེ་སློང་ནད་པ་ཅན་ལ་ཤ་གནག་གཡོག་རེ་ད་ག་ན་ཞིག་ད་འདྲ་དེ་ལ་བྱས་ཙང། དགེ་བསྙེན་དད་པ་ཅན་བཏང་བྱས་ཨ་ནི་ཚོང་ར་དང་ཡང་དེ་ཡང་ཤི་ར་ནང་ནས་ཉོ་ཆོག་སོང་བྱས་ཧོ་རྡོ་ཕྱི་ནས་ཡོད་དུས་གོང་ལ་ཡང་ཁོ་འགྲོ་སྟངས་གཅིག་རེད། གཉིས་ནི་ག་རེ་གསུངས་ཡོད་རེད་ལ་ན་དེ་སྐབས་དེ་ལ། དེ་ནི་ཤག་གི་སྐབས་དེ་ལ་སྐད་ཆ་བཤད་ཡོང་དུས་ད་རུང་དེ་དུས་དང་པོ་དང་པོ། ག་རེ་དྲན་སོང་ཟེར་ལ་ན། ཨ་ནི་ལང་ཀ་བཤད་པའི་མདོ་རེད། ད་ག་ནང་བཞིན་མྱང་འདས་ཀྱི་མདོ་རེད། ད་ག་ནང་བཞིན་གྱི་ད་ལྟ་འདོ་བ་གི་མདོ་རྩ་བ་རེད་རྒྱ་བཤད་འབྲེལ་རེད་རང་གི་རྣམ་ཤེས་རེད་དེ་ཚོ་ཚང་མའི་ནང་ལ་འདོ་བ་ལུང་དང་མ་བསྒྲིགས་ཤིང་དེ་ནི་གཞུང་ལུགས་ཁོ་རང་ཁོར་མ་གི་སྤྱི་བཏང་ཨ་ནི་མཁས་གྲུབ་རིན་པོ་ཆེ་གི་ཐུགས་རྟེན་བྱི་དོར་གི་ནང་ལ་དེ་བཀོད་དེ་གསལ་བོ་འདུག་ལ་ཨ་ནི་དེ་འདྲ་ཞིག་ནས་བསྒྲིགས་ནས་ཅིག་བྲི་དགོས་མེད་འགྲོ་བསམ་བསམ་འདྲ་བོ་དེ་འདྲ་གི་ཤར་མྱོང། ཡིན་ན་ཡང་རང་གི་གཞུང་ལུགས་ཟླ་སྒྲིལ་གྱི་ལྷག་བསམ་རྣམ་དག་གི་ཐོག་ནས་བྲིས་ཡོང་དུས་གོང་ལ་དེང་སང་གི་དུས་ཚོད་དེ་ལ་མི་མང་པོ་ཅིག་གིས་ཨ་ནི་གླིང་ཤུག་བཟོས་ནས་ད་ནི་གཅིག་གིས་གཅིག་ཁོ་ནག་པོ་བཟོ་ཡ་རང་གི་རྩིག་འདྲ་ཞིག་བཞག་གླིང་ཤུག་བཟོ་དེ་ཨ་ནི་དེ་དགེ་བ་མ་དགོས་ད་སྡིག་པ་བྱ་འགྲོ་ཡ་ཉེན་ཁ་རེད་དེ་དགོས་དོན་གལ་མི་འདུག་རང་གི་བླང་དོར་ག་ཚད་བཤད་འདོད་ན་བཤད་ཨ་ནི་མི་ལ་བཤད་དགོས་ཡ་གལ་མི་འདུག་འདྲ་བོ་དེ་འདྲའི་ཅིག་གི་བསམ་བློ་གི་སྟངས་ཆེད་བཞག་བཞག་པ་ཡིན་པ། འདུལ་བ་བརྒྱ་བཤད་འབྲས་དང་འདི་དེའི་ཁ་དུས་དེ་ལ་ག་རེ་ཡོང་གི་བར་ཟེར་ན། ཤ་ཟ་བའི་སྐབས་ལ། གཞན་མ་དད་པ་སྐྱེ་ཡ་ལ་སོགས་པའི་ཨ་ནི་ཉན་བྱུང་ན་ཟེར། དེ་ནས་སྲོག་སྙིང་གི་ལས་ཀྱི་ཐོག་ནས། སྒོ་དང་སྒེའུ་གསུམ་པ་པོའི་དགེ་སློང་གཅིག་བསྐོས་ནས། དེ་ནས་དགེ་སློང་དེ་གིས་སྒོ་དང་སྒེའུ་ལ་སོགས་པ་དང་པོ་བཟུང་གིས་ཨ་ནི་ནང་ལ་ཡར་ལངས་བྱས་ན་འགྲིག་གི་རེད་གསུངས་ཀྱིས་གཞན་མ་དད་པ་སྐྱེ་བ་དེ་བཀག་དགོས་ཡ་གི་ཆེད་དུ་དེ་འདྲ་ཡོད་རེད་དངོས་གནས་ཡོད་རེད་ད། གཞུང་ཁོ་རང་ན་ཡོད་རྒྱ་གར་མཁས་པའི་གཞུང་ན་ཡོད་མ་གཏོགས་ང་ཚོས་ཁོ་བཟོས་པ་མ་རེད། དེ་འདྲས་གསུངས་ཡོང་དུས་སྐབས་དུས་དུས་ནས་ཀྱང་རྙོག་དྲ་མེད་པ་མ་རེད། ཤ་དེ་ལ་ཡང་མི་མང་གི་མཐོང་ཚུལ་དེ་འདྲས་ཡོད་པར་ད་དེང་སང་འདྲ་བཙོ་བྱེད་ཤུལ་མ་གས་རྒྱ་ནག་གི་གོ་ཡ་ནི་ཅིག་ཁོར་ཟེར་བར་ད་ཆོས་ལུགས་ཀྱི་འགྲོ་སྟངས་གི་དེ་རྣམས་ཆོས་འཛམ་གླིང་གི་ཐོག་ལ་ཟེར་ན་འདྲ་ཧ་ལམ་ཅིག་འཛམ་གླིང་སྤྱི་ལ་ཡང་སྐད་ཆ་བྱེད་འདུག་བ། བོད་པའི་ཨ་ནི་བུ་མེད་ལ་མི་ཚངས་པ་སྤྱོད་ན་གྲ་པ་ལོག་གི་རེད་ཟེར་གི་རེད།

བྱས་ཙང་ཁོས་དེ་འདྲའི་ལབ་རེ་བ། བོད་ཀྱི་ཆུ་པ་དེ་ཚོས་ཆུས་བྱས་བྱས་ནས་ལོ་སྟོང་ཕྲག་རེད་འདུག་དེ། ཤག་གི་ཉེས་མིང་རྩ་ནས་ཧ་གོ་མི་འདུག་ཁོས་བཟའ་ཤེས་རྒྱག་ཅེས་ད་དེང་སང་ཧ་གོ་ཡོད་རེད་དེ་འདྲའི་ལབ་རེད། ཁོ་རང་ལྐུགས་པ་རེད། ངོ་ནས་དྲན་ནས་མི་དེ་ཚོས་ཧམ་བཤད་རྒྱབ་དུས་གོང་ལ་ཡིན་ན་ཤག་གི་དུ་བ། སྙེ་མ་མའོ་ཙེ་ཏུང་གི་ལབ་བ་གི་དེ་དེ་རེད། མ་ཡིན་པ་གཅིག་ཡིན་པར་སྒྲུབ་དགོས་ཀྱི་ཡོད་ན། ཡིན་དང་ཡིན་ཟེར་ཚ་རྒྱ་ཐམས་པ་ལབ་དང་ཡིན་པ་ཆགས་འགྲོ་གི་རེད་ཟེར་ལབ་ཡོད་རེད་བ་གོ། མི་མཁས་པར་བ་གོ། འདྲ་བོ་འདྲ་བོ་རེད། དེ་ནི་ཧའེ་རྡོ་གི་ཡ་ཕ་གའི་ཨ་ནི་བརྙན་འཕྲིན་གྱི་དཔེ་དེ། ང་ཚོའི་དེ་འདྲ་འདི་གར་ཟ། ཨ་ནི་བརྒྱུད་ལམ་མང་པོ་བརྒྱུད་ཅེས་ཁོས་དེའི་སྐད་ཆ་དེ་བཤད་ནས་དེ་འདྲ་ཞིག་འགྲོ་གི་བསྡད་དུས། ཨ་ནི་ཚུར་ཤོག་ངོས་ནས་དཔལ་འབྱོར་ལ་དགའ་བ་དེ་ཚོ་གང་ག་ཁོས་ག་རེ་བཤད་ན་འདི་འདྲ་ད་ལྟ་བཤད་ནས་བསྡད་བསྡད་དུས་གོང་ལ་དེ་ཁོས་དེ་རེད་བ་འདྲ་བོ་ཆགས་འགྲོ་གི་ཡོད་རེད་མ་གཏོགས་ཤ་དང་པོ་བཀག་ས་རྒྱ་གར་ནས་བླ་མ་རིན་པོ་ཆེ་གི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོ་ལ་བཀག་ནས་ལོ་གཅིག་གཉིས་འགྲོ་ཚར་ཤག་ངོ་ནས་དྲ་ནས་འགྲོ་ཚར་ཤག་འོ་དང་པོ་བཀག་ས་ང་ཚོ་དུ་བ་དུ་དུས་གོང་ལ་དགུ་བཅུ་གོ་གཅིག་ལོ་ང་འདི་ནས་ཡར་སོང་བ་རེད་དགོན་པ་གྲྭ་ཚང་སུ་གཅིག་ལ་དཔེ་སྐད་ཆ་ཁོ་རང་ཡོད་མ་རེད་ཧིན་ཤག་ཤག་དཔེ་གི་སྔ་མ་ནང་བཞིན་དཔེ་དེ་སྔ་མའི་སྔ་ལུགས་བཞིན་ནས་འགྲོ་བསྡད་གི་བ་རེད་མ་གཏོགས་ཤག་བཀག་མ་བཀག་གི་སུ་གཅིག་གི་མཛད་པ་འཕྲིན་ལས་རྒྱས་ཡོད་མ་རེད། ཡིན་ན་ཡང་བླ་མ་རིན་པོ་ཆེ་གི་དུས་དུས་དགུ་བཅུ་བཅུ་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཞེ་བརྒྱ་དགུ་དགུ་བཅུ་དུ་བ་ཞིག་ཀ་ཡིན་ས་རེད་ང་དང་པོ་འགྲོ་དུས་བླ་རྒན་དུས་སུ་ཡི་གི་ལྟས་སྐད་རྒྱག་གིན་འདུག་ད་ལྟ་ད་ཟེར། ད་གདན་ས་འདི་སུ་ཞལ་ལག་དེ་འདྲས་སྐྱོ་བོ་རེད་ཟེར། སྔོ་ཚོད་ཞིག་མ་གཏོགས་ཡོད་མ་རེད་ཟེར། ད་ཚོགས་ལ་སྤྱང་ཤ་ཞིག་ཟ་ཡ་ཡོད་རེད་ཤ་དེ་སྐྱིད་ལྟས་ཚེ་ཕན་ཐོག་ཆེན་པོ་ཡོད་རེད་ད་བ་ཤ་རེད་ད་གླང་ཤ།

བཀག་པ་མ་ཟད་ཆགས་སྲེད་ཀྱི་ཟ་བ་དེ་བཀག་ཅིང་ཚིག་ཁོ་རང་ལ་འདུག་ཆགས་སྲེད་ཀྱི་ཟ་བ་དེ་བཀག་ཡོད་ཆགས་སྲེད་ཀྱི་ཟ་ན་སུ་ལ་གཉིས་པ་ཡོད་རེད་ཉོན་མོངས་རེད་མི་དགེ་བ་རེད་དེ་འདྲ་བྱས་ཡོང་དུས་གོང་ལ་ཨ་ནི་དེ། བསྐོར་ཏེ། དགོངས་གཞི། དགུ་པ། ཐེག་པ་ཆེ་ཤོས་གུ་མདོ་ཡི་ནང་གི་གནང་བཀག་གི་ཁྱད་པར་ཡོངས་སུ་རྫོགས་པ་མཁས་གྲུབ་རིན་པོ་ཆེའི་ཐུགས་རྟེན་བྱི་དོར་གྱི་ནང་ལ་མ་གསལ་ཞིང་དག་པ་བཞེས་ནས། བྲིས་ཤིག་བཞག་ཡོད་པ་རེད། དེ་ང་ཚོ་ཡིན་ན་ཡང་དམ་དྲག་གི་དུས་ཚོད་ཡིན་ན་དག་རང་རེད་དཔེར་ན་རྒྱ་གར་གི་ས་ཆ་དེ་བ་ཡིན་ན། ཤ་ཟེར་ན་ཉེན་ཁ་ཐོས་ས་མང་པོ་ཡོད་རེད། ཡོད་ད་ཡོད་ས་ཆ་འདི་འདྲི་ལྟ་བུ་མ་རེད། ཤ་ཟེར་ན་ཟ་ཁང་ཟེར་ན་ཞིག་ན་གྲོང་ཁྱེར་གཅིག་གི་ནང་ལ་ད་དངོས་གནས་དྲང་ནས་ཟ་ཁང་སྟོང་ཕྲག་གཅིག་ཡོད་ན་ཤ་ཡོད་ས་ལྔ་བཅུ་ཡོད་ཀྱི་མ་རེད། ཡོད་མ་རེད་ཧ་ཅང་གི་དང་དྲག་རེད།

དེ་འདྲའི་བཀོད་པས་དཀོན་པོ་རེད་ད་བྱ་ཤ་ཟ་ས་དེ་འབེལ་པོ་ཅུང་འབོལ་པོ་རེད་ཡང་ཨོ་ཙི་ཡག་རེད་ཡིན་ན་ཡང་ཤ་མེད་ཀྱི་ཟ་ས་ཤིན་ཏུ་མང་པོར་ང་ཚོ་དཔེར་ན་ཧིན་དུ་གི་རིགས་ཤ་ཆུ་ནས་མི་ཟ་ངེས་ཀྱི་རིགས་དེ་ཚོའི་གི་ནང་ལ་སོང་ཅིག་ཟ་ཁང་ནང་སོང་དུས་ཤ་ལེན་དགོས་ན་ད་ཤིན་ཏུ་ནས་ཀྱི་དཀའ་ལས་ཁག་པོ་རེད་དེ་ཤ་མེད་ས་ནི་འགྲོ་ཤ་གྱི་མ་གཏོགས་འཇམ་པོ་བྱེད་དགོས་པོ་རེད་དེ་ནང་བཞིན་ང་ཚོ་དེང་སང་གི་དུས་ཚོད་ཡིན་ན་ཡང་ཤ་ལ་དཔེར་སྐྱོན་བརྗོད་མང་པོ་བྱེད་བདེ་བའི་སྐབས་ཡིན་ན་གྲྭ་པ་རྒན་ལོ་རྣམ་པ་ཚོའི་ངོས་ནས་བཤད་ན་ནི་གཟབ་གཟབ་བྱས་ནས་མི་མང་པོ་ཡོད་ས

རྒྱ་ཆེན་པོ་གི་ཐོག་ནས་པའི་སྟོང་ཕྲག་འཁྲི་ཕྲག་གྲོང་ཁྱེར་གི་པའི་མི་ཡིས་རྒྱ་ཤ་གི་ནང་ནས་བསྡོམས་ན་ཨ་ནི་གྲོང་ཁྱེར་གི་མི་བརྒྱ་ཤ་བདུན་ཅུ་འདྲ་བོ་དེ་འདྲས་གི་མ་བཟའ་བ་གཅིག་གི་ངང་ལ་རྒྱག་ན། ད་ཟ་མཁན་ཉུང་རུ་འགྲོ་ཡ། བཙོང་མཁན་ཉུང་རུ་འགྲོ་ཡ། གསོག་ཆོད་ཉུང་རུ་འགྲོ་ཡ་ཏན་ཏན་ཕན་ཐོག་ཡོད་པ་དེ་ང་ཚོས་མཐོང་ཐུབ་པ་ཞིག་རེད། ད་དེ་མ་གཏོགས་པའི་ང་གཅིག་པུ་གཅིག་གི་ཏག་ཏག་མ་བཟའ་ནས་ཞི་བོ་གཅིག་བྱེད་གི་ཡོད་མེད་ཧ་མོ་གོ་ད་ཡིན་ན་ཡང་རང་གི་དགེ་མཚན་གི་ཀུན་ནས་བསླངས་ཏེ་ཡག་པོ་ཞིག་གསུངས་ནས་བསྡད་ན་རང་ཉིད་ཀྱི་ཚེ་སྒྲུབ་རེད། ཨོ། རྒྱལ་བ་རང་རེད། དེ་མ་གཏོགས་དེ་ནི་པའི་ཆོས་ནི། སྐབས་འགའ་ལ། རང་ཉིད་ཀྱི་མ་བཟའ་བ་དེ་རྒྱུ་མཚན་དུ་བྱས་ནས། གཞན་ལ་ཡང་སྨད་ར། དེའི་ཐུགས་ལ་ཡང་རྙོག་དྲ། དེའི་ཐུགས་ལ་ཁ་མེད། དེའི་ཐུགས་ལ་ལག་མེད། དེའི་ཐུགས་ལ་པའི་ཡི་གེ་ཡན་ཆོད་གྲོལ་གྱི་སྟོངས་སུ་འདས་དཀྲུགས་འདས་སྡིག་ཀུན་ལ་ཕ་ཤི་ཤ་མ་བཟའ་བའི་རྒྱལ་བ་དེ་དང།